ད་ད་རེས་ཀྱི་ཚོགས་གཙོ་འདིའི་སྒང་ལ་ཡང་ད་ཅིག་ཨ་རིའི་ནང་གི་སྤྱི་འཐུས་ཅིག་ཡིན་པའི་ཆ་ནས་ད་ཅིག་ཨ་རིའི་ནང་གི་བོད་མི་དེ་ཚོའི་གནས་སྟངས་དང་འབྲེལ་བའི་ཐོག་ནས་ད་དེའི་ཚོགས་གཙོ་འདིའི་སྒང་ལ་ཡང་ཞུ་དགོས་ཡག་གི་གནས་ཚུལ་ག་རེ་ག་རེ་རྣམས་ཕེབས་ཡོད་ན། ད་ཨ་རི་ནང་གི་ད་ཅིག་བོད་མི་གནས་སྟངས་བྱས་བྱས་ད་ང་ང་རང་འདྲ་བོ་བྱིངས་བིས་ན་ད་གཙོ་བྱས་ཞོད་དེ་ང་ད་འདྲ་འོས་བསྡུ་ལས་རིམ་སྐབས་ལས་ནས་སོ་སོའི་ངོས་ནས་ང་ཅིག་གར་སོ་བོ་རེད་ཞི་བོ་ཅིག་མཁས་པ་དང་ཞི་བོ་ཅིག་འཇོན་བྱ་ཡ་ད་དེ་འདྲས་ཁས་མ་རེད་ང་མི་དཀྱུས་མ་ཅིག་རེད་ཡིན་བིས་ནས་གཙོ་བྱས་ཞོད་དེ་ངའི་སེམས་གཏིང་ནང་ལ་ཡ་ཨ་ནི་བོད་ནང་གི་བོད་མི་ཚོ་ཡོད་དེ་ཡིན་དུས་བོད་ནང་གི་བོད་མི་ཚོ་གིས་ད་དཀའ་ངལ་སེལ་ཡ་ལ་ཡ་ང་ཚོ་ག་རེ་བྱེད་དགོས་ཀུ་རེད་བྱས་བྱས་འདི་བྱས་ཏོ་ང་ལང་གི་ཡོད་བྱས་བྱས། ངས་ཞུས་པ་རེད། དེ་དུས་ད་ལྟ་ན་རྣམ་པ་ཚོས་ཀྱི་དྲི་བ་ཡང་བརྒྱ་ལྟར་གནང་བ་རེད། ད་བྱང་ཨ་རིའི་ནང་ལོག་ལ་ཡ་ད། ད་རེའི་ཚོགས་ཐུན་འདིའི་ཐོག་ལ་ཡང་ང་ཚོ་ད་ཅིག་ད་ཅིང་ཞུ་བ་ནང་བཞིན་གྱི་ལྷན་ཁང་དང་འབྲེལ་བའི་ཐོག་ནས་ཨེ་ན་ང་ཚོ་ངོ་ནས་ཞུ་དགོས་ཡག་གི་གནས་སྟངས་དེ་འདྲ་བྱུང་བས་ན་ང་ཚོ་ད་དེ་དུས་ད་ཡ་རེད། དེ་མ་གཏོགས་ད་གཙོ་ཆེ་ཤོས་དེ་ད་སྤྱི་ཡོངས་ནས་ང་ཚོ་ད་ད་ཆེ་གེ་ཡུལ་གྲུ་ཁག་ལ་ཡ་བོད་པ་མང་པོ་ཡོད་དུས་ནི་ང་རང་ཚོ་བོད་པའི་གི་ཐུན་མོང་མ་ཡིན་པའི་གི་ད་རྗེས་ཆོས་དང་རིག་གཞུང་དེ་གས་དེ་ང་ཚོ་མི་ཉམས་རྒྱུན་འཛིན་བྱེད་དགོས་ཡ་དེ་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་དེ་དུས་ཨེ་ནི། བོད་རིགས་སྤྱི་མཐུན་ཚོགས་པ་མཚོ་ལི་ཨ་ནི་ང་ཚོ་ལྷོ་བྱང་ཨ་རིའི་སྤྱི་འཐུས་གཉིས་ཀྱི་ངོས་ནས་ཨེ་ནི་གཅིག་མཁར་ཚོ་རེད་དབུས་བོད་མི་སྒྲིག་འཛུགས་དང་གཅིག་མཁར་ཚོ་རེད་དབུས་བོད་མི་སྒྲིག་འཛུགས་ཀྱིས་མཐུན་རྐྱེན་ག་རེ་སྦྱར་དགོས་སྦྱར་ཐུབ་ས་རེད་དེ་ང་ཚོའི་ངོས་ནས་ཡང་དག་ཅིག་ཐབས་ཤེས་ཞུ་ཡ་དང་ཨེ་ནི་གཅིག་དག་གཙོ་ཆེ་ཤོས་དེ་བོད་ཀྱི་ངོ་སྲུང་སྐྱོབ་བྱེད་ཡ་དེ་ང་ཚོ་དག་ཅིག་གལ་ཆེ་ཤོས་ཅིག་བརྩི་གི་ཡོད་ཟེར་ཅིག་ཞུ་ཡ་ཡིན། ད་ངེད་ཅག་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཡུ་རོབ་ཀྱི་གྲོང་ཁྱེར Brussels ཚོ་རེད་དེའི་ནང་ལ་ཨེ་ནི། ཨོ་རྩི་དེ་རིང་གྲོས་ཆོད་གྲོས་འཆར་ཞིག་འདུག་དེའི་ཐོག་ལ་ཅིག་ཤོད་འདོད་བྱུང་སོང། དེ་ནང་བཞིན་ད། རྒྱ་རིགས་འབྲེལ་མཐུད་དེ་ང་ཚོ་སྲིད་འབྱོར་བོད་མིའི་སྒྲིག་འཛུགས་ཀྱི་ལས་འགན་གལ་ཆེན་པོ་ཆེ་ཆགས་འགོ་རེད། ངེད་ཅག་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ནང་ལས་དེ་གྲོས་གཞི་གལ་ཆེན་པོ་ཞིག་བརྩིས་རེད། དེའི་སྐོར་ལ་ཡང་ངས་ཅིག་ཞུ་འདོད་བྱུང་སོང། ལྷ་ས་ས་གནས་རང་གིས་དང་མི་མང་གིས་དཀའ་ངལ་དང། གཅིག་གི་ས་གནས་རང་གི་མི་མང་གི་གནས་སྟངས་དང་འབྲེལ་བའི་ཐོག་ནས་ཡར་ཞུ་དགོས་ཡ་ག་རེ་ཡོད་ན་ད་རེ། ད་ས་གནས་རང་དང་འབྲེལ་བའི་གི་ད་ངེད་ཅག Australia གི་སྐད་འཕྲིན་ཚོགས་པ་མང་པོ་ཅིག་ནང་ལོགས་ལ་བོད་མི་བཅས་ཀྱི་ད་ཧནྡ་སྐྱབས་མགོན་རིན་པོ་ཆེ་ལ་འཚེ་མེད་ཞུ་ཡ་གི་གནས་སྟངས་ཆགས་དེ་ར་བ། ད་དེ་མི་མང་ནང་ལོགས་ལ་སེམས་འཚབ་ཆེན་པོ་ཞིག་རག་བྱུང་ཤག་དེ་ཡིན་དུས་ཨནི་ངེད་ཀྱི་དེའི་ག་ལ་ཅིག་གང་འདྲ་མི་མང་གི་སེམས་ཚུལ་ག་རེ་ཡོད་པ་དང་ཨནི་ངེད་ཅག་གནས་ཚུལ་དེ་བྱུང་བ་དེ་ཅིག་ཉུང་ཤས་ཅིག་ཡིན་པ་མ་གཏོགས། ཅེས་གང་ལྟར། ང་ཚོ་རྒྱལ་ཁབ Australia ནང་ཡོད་པའི་བོད་པ་ཚོས་ཀྱི་ནད་རྟགས་དེ་རྩ་བ་ཉིད་ནས་མ་ཡིན་པ་གཅིག་དང་བོད་ནང་གི་བོད་མི་ཚོ་ལ་ད་ལན་གསལ་པོ་གཅིག་ཕུལ་བ་དང་ལྷག་པར་དུ་རྒྱ་ནག་གཞུང་ལ་ད་ལན་གཅིག་སྤྲད་ཡ་གྱི་ང་རང་ཅག་གང་དུ་རེ་བ་ཏྲོག་ཅིག་བརྒྱབ་བསྡད་ཡོད། ཕ་གིའི་ས་གནས་ས་ཐོག་ནས་གང་ཞུས་བཞག་པ་འདི་གས་འདི་ང་ཚོའི་ལས་བསྡོམས་ནང་ལ་ཕུལ་བཞག་རེད། ཨ་ནི་ལས་བསྡོམས་ནང་ལ་གང་ཡོད་པ་འདི་ད་ཚོགས་དྲུང་ལས་ཁུངས་བརྒྱུད་ནས་བཀའ་ཤག་ལ་ཕུལ། བཀའ་ཤག་གིས་འབྲེལ་ཡོད་ལས་ཁུངས་སོ་སོ་ལ་ལན་འདེབས་གནང་དགོས་ཟོས་བཞག་རེད། དེ་ནི་ད་ལྟ། ངེད་ཀྱིས་ད་ཁོ་རང་ཚོས་གང་ཞུས་པ་འདི་སྐད་དེ་ལེན་འཇོག་ལན་འདི་ཚོའི་ནང་ལ་མང་ཆེ་བ་ཅིག་ཨ་ནེ་ཅིག་ས་གནས་ས་ཐོག་ལ་ལྐོག་ཞུས་གནང་ཡ་དང་ཨ་ནེ་འདི་འདྲའི་ཐོག་ལ་ཞིག་གནང་འཆར་ཡོད་པའི་གིས་མང་པོ་ཞིག་འདུག་དེང་སང་སྟབས་མ་འོངས་པར།

དེ་འདྲ་ཞིག་གོ་ཡ་དེ་གལ་ཆེན་པོ་རེད་བསམ་འདུག་གལ་སྲིད་ང་ཕ་གའི་འགྲོ་བའི་སྐབས་ལ་ལེའོ་ཡིན་ནའི་རེད་ཏི་ཛུ་ཡིན་ནའི་རེད་སློབ་གྲ་ཚིག་བཤད་སྒྲུབ་བཞག་ཀྲུ་ཀྲིང་ཁུའི་འགྲོ་བ་བཞིན་ད་སོ་སོ་རང་བདག་གི་ས་ཆ་འདི་ཡིན་ས་སྐད་ཡོད་མ་རེད་ཚང་མ་བློ་ཅིག་ཁང་པ་གླས་ཤ་རྒྱོ་ཞིག་གནང་རེད་དེ་ནས་ཙང་ཡང་ཁང་པ་ཉམས་སུ་གུག་ཡོད་སུང་ཡན་ལ་སོགས་པ་དང་དེ་འདྲས་འདུག་ཨོ་དེ་ནས་ད་ཨ་རུ་ནཱ་ཅལ་ཁུའི་འདི་ད་བར་ལམ་ཆེ་ལ་འདི་ར་བ་དཀར་སོགས་རེད་ཁྱེད་རང་འདྲ། ཤེས་བྱ་ལྟ་ཡག་གི་ལས་བྱེད་སྦྱོར་བ་སྟབས་བདེ་སྙོར་ཚོགས་ཤིག་གྲགས་རེ་བྱ། གོ་བ་ཕྱིན་པའི་ནད་ཅིག་ཁོ་རང་ཚོའི་འདོད་བློ་ཁེངས་བ་ཞིག་བྱུང་མི་འདུག། ག་ནས་འགྲིག་གི་མེད་པའི་ནད་ག་འབྱེད་ནང་ཟེར་གི་འགྲིག་གི་མི་འདུག་ཟེར་གི་འདུག་ས་གནས་འགོ་འཛིན་གྱི་སྤྲང་པོ་ཆེ་མ་སོང་ཟེར་གི་འདུག་ད་འདྲ་མིན་སྣ་ཚོགས་ཟེར་གི་འདུག་སྟེ། ང་རེད་འདུག་བལྟས་པས་ན་ནང་སྲིད་མཁན་མ་འགྲིག་ཨ་ཡིན་ན་ཨ་སོང་འདུག་ས་གནས་འགོ་འཛིན་མཁན་མ་འགྲིག་བས་ཨ་ཡིན་ན་ཨ་སོང་འདུག། ད་སྐད་ན་དེ་ལས་གཞིའི་ཐོག་ལ་འབྲེལ་མཐུད་བར་འབྱོར་བ། དབང་ཆ་ཆེ་ཤོས་ཕ་གིར་འདུག་བ། ཁོ་ཚོས་ཐག་གཅོད་བྱས་ཚར་བའི་རྗེས་ལ་ནང་སྲིད་བྱས་སྐད་མི་འདུག་བ། ས་གནས་ཀུང་སི་བྱས་སྐད་མི་འདུག་བ། དེ་མཚང་འདི་འདྲའི་ཐོག་ནས་ཡིན་ནས་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་མ་འོངས་པ་ལ་ནང་སྲིད་ལས་ཁུངས་ཀྱི་ཡིག་ཐོག་ནས་གསལ་བཤད་གནང་དགོས་དེ་གལ་ཆེན་པོ་རེད་བཞག་བསམ་འདུག་གང་ཡིན་ཟེར་སོ་སོའི་ངོས་ནས། ནོར་འཁྲུལ་གང་ཡང་མེད་པ་ཞིག་ལ་ཨང་འདིའི་ནོར་འཁྲུལ་རེད་འདུག་ཁྱིའི་དེད་པའི་ནི་ཏག་ཏག་ཞིག་དེ་ཡིན་ནུབ་བསམ་གྱི་འདུག་ན་འོ། ཡུ་རོབ་ཁུལ་གྱི་ད་དཀའ་ངལ་ཆུང་ཆུང་ཁ་ཤས་ཅིག་ཏན་ཏན་ཡོད་རེད་ཡིན་ནས་འདི་གའི་དེ་ཤུགས་ཆེ་དྲག་ཅིག་བོད་རིགས་མི་དམངས་ཚོགས་གཙོ་དང་རྒྱུན་ལས་རྣམ་པ་རེད་མི་དམངས་ནས་འོས་འདེམས་རྣམ་པའི་འཐུས་མི་རྣམ་པས་གི་དཀའ་ངལ་འདི་གའི་དེ་གདོང་ལེན་གནང་ཞེས་གསལ་བཏབ་གནང་གི་ཡོད་རེད་ད་རྐང་གཙོ་བོ་ད་ལྟ་གསུམ་ནང་བཞིན་རེད་སུའུ་སི་ནང་ལོགས་ལས་བྱེད་འབྱོར་བོད་པ་ཆ་རྐྱེན་མ་རག་བྱས་ད་ཡིག་ནག་པོ་རག་བསྡད་པ་གསུངགསུང་གསོལ་ལ་ཡང་དྲུག་བརྒྱ་བཟླས་ཡོད་རེད་གསུང་གི་འདུག་ཁ་ཤས་གསུང་ཡ་ལ་ཉིས་བརྒྱ་བཟླས་ཡོད་རེད་ཅེས་གསུང་གི་སོང་ད་ང་ཁ་འཛིན་ད་ལྟ་ནག་པོ་ཚོགས་པ་དང་ད་ལྟ་གཞོན་ནུ་བུད་མེད་ཨ་ནི་སུད་པའི་མཐུན་གྲོས་ཚོགས་པ་རེད་མི་མང་གི་འཐུས་ཚབ་བྱས་ཨ་ནི་ཕྱི་རྒྱལ་རྒྱ་མཚོ་ནང་གི་མང་པོའི་གི་ཚོགས་འདུ་བཅས་ལ་ཡང་བཅར་བ་ཡིན་ཨ་ནི་ཁོ་རང་ཚོ་གི་མང་ཆེ་གསུང་ཡ་ལ་དྲུག་བརྒྱ་ཞིག་ཡོད་རེད་ཅེས་གསུང་གི་སོང་ད་འདི་བྱེད་དུས་ད་ད་ལྟ་གྲོས་ཚོགས་རང་ལ་ཞུགས་དགོས་ཨ་ནི་གནས་ཚུལ་གས་མ་རེད་དེ་ད་ལྟ་གྲོས་ཚོགས་ཚོགས་འདུ་ཚར་བའི་རྗེས་ལ་ད་ད་ལྟ་ཆ་འཕྲིན་གཅིག་ཏུ་རྒྱལ་དབང་ཅན་ལ་ཕར་ཕེབས་ཀྱི་རེད་ང་ཡི་ཕར་འགྲོ་དགོས་ཀྱི་ཡོད་རེད་སོང་ཙང་ས་གནས་ས་མཐོ་རང་ལས་ཡག་འདིའི་ཐོག་ལ་ལས་ཀ་བྱེད་དགོས་ཡ་ཆ་ཞིག་བསྒྲིགས་བསྡད་པ་འདི་འདྲས་ཡིན་ཞེས་བཅས་ཞུ་ཡ་ཡིན་སོང་ཙང་རྡོག་རྡོག་རང་འདི་ད་ཁོང་ཚོའི་གསུང་ཡ་ལ་ཡི་གེ་ནག་པོ་རག་བསྡད་པ་འདི་གྲངས་ཀ་དྲུག་བརྒྱ་ཟེར་ཞེས་གསུང་གི་འདུག་སོང་ཙང་དེ་ལྟ་སྟེ་ང་སུའུ་སྡེ་ངས་ཡིན་པས་འདིར་སུའུ་རང་གི་གནས་སྟངས་དེ་རྐྱེན་ཆ་ཚང་ཅིག་ངས་ག་ཚོད་མང་མང་ཅིག་མཁས་པའི་ཐོག་ནས་དཀའ་ངལ་སེལ་ཐབས་ཀྱི་འབད་བརྩོན་ཞུ་ཡ་ཡིན། སྦེལ་ཇམ་ལས་ད་སུམ་བརྒྱ་ཟེར་ཀ་མེད་གནང་གི་འདུག་སོང་ཙ་དེ་ཡིན་དུས་ཨ་ནེ་རྒན་དབང་ཆེན་ལགས་ཀྱིས་ཧ་ཚོད་མང་པོ་ཕེལ་ཐུག་གི་ཡོད་རེད་དུས་ཚོད་ལྷུག་གི་ཡོད་རེད་རྒན་དབང་ཆེན་ལགས་ངའི་བཀའ་མོལ་བྱུང་སོང་ཙ་རྒན་དབང་ཆེན་ལགས་ངོས་ནས་ག་ཚོད་གནང་ཐུག་འདུག་ཕ་ག་གནང་ཡག་དང་མ་ཉེས་ཉེས་གྲོས་སྡུར་གི་ཐོག་ནས་ག་རེ་བྱོས་ཡག་འདུག་ཏན་ཏན་ཕར་སླེབས་ཚར་བའི་རྗེས་ལས་ལས་འགུལ་གི་བང་རིམ་ནང་ལོགས་ལས་འདི་གཅིག་ཏན་ཏན་ཡོད་ཟེར་རྗེས་ཞུ་ཡ་ཡིན། ལགས་སོ་ལགས་སོ་ད་ད་རེས་ཀྱི་ཚོགས་འདུ་འདི་གང་ལ་ཡག་ད་ཅིག་ཡུ་རོབ་ཁག་གི་ད་བོད་མི་དེ་ཚོ་དང་འབྲེལ་བའི་ཐོག་ནས་ཨ་ནེ་གནས་ཚུལ་ག་རེ་ཞུ་ཡ་ཡོད། ང་གཉིས་ནི་རྡོག་རྡོག་རང་དེ་འདྲས་དེ་འདྲས་ཡིན་ཞེས་ཅེས་ཞུ་ཡ་གས་མེད་ཁ་ཚིག་ང་གཉིས་ཚུར་མ་ཡོང་སྔོན་ནས་ཀའི་བེ་རི་ཚོགས་པའི་ཚོགས་གཙོ་ཆ་ཚང་ལ་འཆར་རིས་ཅིག་ཕུལ་ཡོད། ཉི་མ་རྡུལ་གྱི་ཚོགས་འདུར་འགྲོ་མཁན་རྣམ་པ་ཚོས་ངེས་པར་དུ་ཞུ་དགོས་ཡ་གི་ཞུ་དོན་རིགས་དེ་འདྲས་ཡོད་ན་འཆར་རིས་གནང་རོགས་གནང་ཞེས་ཞུས་ཡོད་ང་གཉིས་དེ་འདྲས་གས་འབྱོར་མ་སོང་ད་ཡིན་ན་ཡང་འོས་བསྡུ་གི་ཐོག་ལ་བསྐྱར་བཅོས་དགོས་མཁོ་གི་གནས་ཚུལ་གྱི་གནད་དོན་དེ་འདྲས་བྱུང་པ་ཡིན་ན། ཏན་ཏན་འདིའི་ཐོག་ལ་ཡང་མི་མང་གི་བསམ་ཚུལ་འདྲ་མི་འདྲ་གོ་ཐོས་བྱུང་བ་དེ་འདྲའི་ཡོད། ཨོ་ད་དམིགས་བསལ་གྱི་བཀའ་ཤག་ལ་ཡང་དོགས་འདྲི་ཞུ་དགོས་ཡ་དེ་འདྲའི་དམིགས་བསལ་གལ་མེད། ད་རེའི་གྲོས་ཚོགས་དེ་བཙན་བྱོལ་བོད་མིའི་གི་སྒྲིག་འཛུགས་ཀྱི་ལས་འདོམས་ལྷན་ཁང་ཁང་གི་ལས་འདོམས་དང་འབྲེལ་བའི་ཐོག་ལ་ཡིན་པ་སོང་ཙང་འདིའི་ཐད་ལ་ཡང་གང་ལྟར་ཕྱག་ལས་གནང་ཕྱོགས་ཀྱི་ཐོག་ལ་ཡང་དོགས་འདྲི་ཡོད་པ་ཡིན་ན་སྐབས་དང་དུས་ལ་དེའི་སྐབས་དུ་སྐམ་ཚ་སྐམ་ཙམ་ལ་ཡང་བཀའ་འདྲི་ཞུ་ཡས་དང་དུས་རྒྱུན་འདི་ནས་ད་གང་ལྟར་སྒྲིག་འཛུགས་འདིའི་ནང་སྡེ་བ་སོང་ཙང་སྙན་སྒྲོན་ག་ལ་ག་ཚམ་ཅིག་འགོ་ཚོས་བསྡད་ཡོད་རེད་དེ་ཚོའི་ཐད་ལ་ཡང་ནི་ཡང་བཀའ་ཤག་གི་ཕྱག་ལས་གནང་ཕྱོགས་དུས་སུ་ཏག་ཏག་འགྲུག་ཏུ་མི་འདུག་བལྟ་ཡས་ཙམ་རེད་མ་གཏོགས་ཅིག་དམིགས་བསལ་གྱི་ངས་འབོད་སྐུལ་ཞུ་ཡས་དེ་འདྲ་གལ་དགོས་ཞིག་མེད་གྲོས་ཚོགས་འཐུས་མི་ཡིན་པ་སོང་ཙང་འབོད་སྐུལ་ཞུ་དགོས་ཡས་དེ་འདྲ་གལ་ཆགས་ཀྱི་མ་རེད་འགྲིག་དང་མ་འགྲིག་དེ་ཞུ་ས་ཅིག་དང་ནི་སོ་སོའི་ལེགས་པའི་ཉེས་འགོག་གི་བསམ་ཚུལ་ཞུ་སའི་སྡིངས་ཆ་ཞིག་རེད་འདི་ཞུ་ཡས་རེད་བསམ་པ་དྲན་འདུག་ལགས། དགུང་ལོ་དེ་བསམ་གཟིགས་ག་བ་ཕེབས་ན། མཚམས་སྲིད་ང་ཡིན་པ་འདི་ཝཱ་ར་ན་སིའི་རྡོ་རྗེ་གདན་ཨ་ནི་ཨུ་རུ་ས་དེའི་དེ་ལ་རེད། ཡིན་ནའི་ངས་ཕྱག་སྦྲེལ་ཕྱག་སྤྱི་དུས་མ་ཕེབས་པ་རེད་ང་བཅག་ཐུབ་མ་སོང། ང་ལས་ཀའི་ཞིང་དག་ཅིག་གི་ཐོག་ནས་བཅག་ཐུབ་མ་སོང་ཨ་ནི་ངས་ད་རེས་མཚམས་སྲིད་ལི་བཅག་ཡས་དེ་ངས་དེ་ཙམ་གྱི་ངས་གལ་ཆེན་པོ་བཟོས་གལ་སྲིད་མེད། སྤྱི་ལྟར་ང་ཚོ་སྤྱི་དུས་ཚང་མ་ལོ་ལོ་གཉིས་དང་ཕྱེད་ཀ་ཕྱེད་ཀའི་ས་བགོས་ཡོད་རེད། བྱས་ཙང་ངའི་ས་བགོས་འདི་ཨ་ནི་མི་མང་གི་བདེ་སྡུག་ལྟ་དགོས་ཡས་དང་མི་མང་མཉམ་དུ་འབྲེལ་པ་བྱེད་དགོས་ཡས་དང་བསམ་པ་ལྟ་བུ་དེ་བྱེད་དགོས་ཀྱི་ཡོད་སོང་ཙང་འདི་རྡ་རམ་ས་ལའི་གཡས་གཡོན་འདི་གའི་དེ་རེད་འདི་གའི་དེ་ལ་ཡང་སྤྱི་འཐུས་ཀྱི་ལས་འགན་རང་ཡིན་པ་སོང་ཙང་མ་གཏོགས་སི་ཅཱ་ཡ་གི་གྲ་སྒྲིག་དང་ད་ལྟ་བར་དོ་ཡི་ཅཱ་ཡིན། མི་མང་སྐུ་ཚབ་ཞུ་བྱེད་ཅཱ་ཡིན་ད་མདོ་ཡི་ནས་མུ་མཐུད་ནས་ཅཱ་ཡིན་ད་འཚམས་འདྲི་ཞུས་བྱས་བཀྲ་ཤིས་བདེ་ལེགས་ཞུ་བ་དེ་ནི་ང་མི་ཚེ་ཅཱ་ཡ་བྱུང་བ་སོ་ཏི་ངའི་ཅཱ་མེད་ནོ། ད་སྤྱི་འཐུས་གི་གལ་ཆེན་པོ་ཞུ་བདེ་ལེགས་ངས་ད་ཞུ་ཡས་ཀྱི་མེད་ད་ཡིན་ན་ཕྱར་བ་སྤྱི་འཐུས་རྣམ་པ་ཚོ་གི་རྣམ་ཕེ་གི་རེད་བ་འདིའི་སྐབས་ལ་སོ་སོ་ཡང། དུས་དང་སྐབས་དེ་ལ་ཡང་བསམ་བློ་བཏང་རྗེས་འདི་ལ་རྒྱབ་སྐྱོར་ཞུ་དགོས་ཀྱི་འདུག་བས། འདི་ལ་སྣོན་པའི་ཡང་དྲི་བ་བཏང་དགོས་ཀྱི་འདུག་བས་དེ་འདྲའི་བསམ་བློ་ཚོས་དམིགས་བསལ་གས་མེད་ད་ཡིན་པ་ཡིན་ན་ཡང། ང་ཚོ་ཡུ་རོབ་སྤྱི་འཐུས་ཡིན་དུས་ག་ནས་ཡུ་རོབ་ལ་ཡང་བོད་པ་ཚོ་ལ་དམིགས་བསལ་དཀའ་ངལ། ད་དེབ་སེར་པོ་དང་དེབ་ལྗང་གུ་དང་དེ་འདྲའི་སྐོར་ལ་ཅི་བལྟས་ཅི་ཡོད་རེད་བ། ད་འདི་ཚོ་ཐོག་ལ་ཡང་ང་ཚོ་ཅིག་ཞུ་དགོས་བསམ་བསྡད་ཡོད། སྐབས་བཅུ་དྲུག་པ་གི་སྤྱི་འཐུས་རྣམ་པ་ས་གནས་ལ་འཚམས་གཟིགས་ཕེབས་ཡ་དེའི་སྐོར་ལ་རྣམ་པ་ཚོ་བཀའ་འདྲི་གནང་གི་ཡོད་རེད་ནི་ང་འདྲ་བའི་ཆ་བཞག་པ་ཡིན་ན་བལ་ཡུལ་གི་ཤ་བ་ར་སོང་ཁུལ་དང་རྒྱལ་ས་དང་འཕགས་ཤིང་དེ་ལ་ནི་འཚམས་གཟིགས་ཕྱིན་པ་རེད་ད་བལ་ཡུལ་ནང་གི་བུ་མོ་སྐྱབས་བཅོལ་བ་གི་སྤྱིའི་དཀའ་ངལ་གཙོ་བོ་དེ་དག་ཨར་སི་དེ་མེད་པ་བྱས་ནི་དེ་གི་ཐོག་ནས་ནི་སློབ་གྲྭ་པུ་གུ་དེ་ཚོ་མཐོ་རིམ་ལྷོ་གཉེར་ལ་འགྲོ་མ་ཐག་ཡོད་དང་ཕྱི་རྒྱལ་ལ་འགྲོ་མ་ཐག་ཡོད་དང་དེ་འདྲ་གི་དཀའ་ངལ་གལ་ཆེན་པོ་མང་པོ་ཅིག་འདུག་ཨ་ནི་རྩ་བའི་ད་བར་ཡོད་ཀྱི་གནས་སྟངས་དེ་སྟེ་ཚ་དྲག་པོ་ཆགས་ཏེ་ཡོད་རེད། གཙོ་ཆེ་ཤོས་དེ་ང་ཚོ་ད་བོད་པ་དེ་ཚོ་ལ་སྐྱབས་བཅོལ་གྱི་ཡིག་ཆ་དེ་ཡག་པོ་ཅིག་མེད་ཅེས་ཨ་ནི་དཀའ་ངལ་འཕྲད་བསྡད་ཀྱི་འདུག་ཨ་ང་འགྲོ་ས་ཀྱི་ས་གནས་ཁག་མང་པོ་ཅིག་གི་ནང་ལོགས་ལ་དཀའ་ངལ་དེ་གཅིག་མཚུངས་ཀྱི་ཡོང་བསྡད་ཀྱི་འདུག་མི་སེར་གྱི་ད་བར་ཡོད་ཀྱི་ནང་ལོགས་ཉེ་ཆར་སྐྱབས་མགོན་རིན་པོ་ཆེ་འཁྲུངས་སྐར་བཏང་མ་ཐོབ་པ་གྱི་གནས་སྟངས་དེ་སོགས་ཀྱི་རྐྱེན་པས་གང་ལྟར་དཀའ་ངལ་ཐེབས་པ་མང་པོ་ཅིག་རྒྱ་གར་ནང་ལ་མེད་པ་མང་པོ་ཅིག་བལ་ཡུལ་ལ་ཆགས་བསྡད་འདུག་དེ་ཡིན་དུས་ཀྱི་ཕ་ཡུལ་གྱི་ས་ཆ་དེ་གི་ནང་ལ་མཚམས་བཟས་ཕྱིན་པའི་ཁ་དོག་ལ་དམིགས་བསལ་གྱི་ཚོར་བ་འདྲ་བ་ཞིག་སྐྱེས་ང་ཚོ་སྐྱབས་བཅོལ་བ་གི་ནང་ནས་ད་དམིགས་བསལ་གྱི་ཡང་དཀའ་ངལ་ཆེན་པོ་བྱེད་གི་ས་ཁུལ་ཅིག་རེད་འདུག་ཚང་ཡང་དེ་འདྲ་གི་ཚོར་བ་སྐྱེས་འདུག་ཨོ་ནི་ད་དེ་གི་ཐོག་ལ་ད་ལྟ་གྲོས་ཚོགས་ནང་ལ་དམིགས་བསལ་ཞེས་ཡོད་སའི་འདི་འདྲ་འདི་འདྲ་ཞེས་དམིགས་བསལ་ད་ལྟ་ལབ་ཡོད་ས་ཁེལ་མི་འདུག་གང་ཡིན་ཟེར་ན་ང་ཚོ་ས་གནས་ལས་ཕྱི་ནས་ལས་བསྡོམས་དེ་ཨ་ནི་སྤྱི་འཐུས་རྒྱུན་ལས་ལ་ཡར་ཕུལ་སྤྱི་འཐུས་རྒྱུན་ལས་ཀྱིས་དེ་ཚོ་དབྱེ་ཞིབ་བྱས་ནས་ཨ་ནི་ལྷན་ཁང་ཁག་དང་བཀའ་ཤག་བརྒྱུད་ནས་ཕར་ཕུལ་ཡ་ཡོད་རེད་ཨ་ནི་དེ་ཚོ་ལ་བཀའ་ལན་དེ